ཡ། ད་བཀྲ་ཤིས་རྟགས་བརྒྱུད་ཀྱི་རི་མོ་དབྱི་སི་ཆུ། ད་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་ལྔ་ཟླ་བ་དྲུག་པའི་ཚེས་སུམ་ཅུ་ཉིན། བོད་ལྗོངས་མདོ་སྨད་ཆོལ་ཁའི་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། གོང་ཞུ་ལ་བརྟན་བཞུགས་བསྟར་འབུལ་དང་སྐུ་ཡི་གོ་བསྡུར་སྲུང་བརྩི་ཞུས་སོང། སྐབས་དེར་མཛད་སྒོའི་ཐོག་སྐུ་མགྲོན་དུ་བསྟན་བདག་བླ་ཆེན་རྣམ་པ་དང། ཆོས་ལུགས་རིས་མེད་ཀྱི་སྐུ་ཚབ་རྣམ་པ་དང།

ང་དེ་དག་ལོ་དགུ་བཅུའི་ནང་ལ་ཡར་ལེན་གྱི་ཡོད་པ་དང། བཟོ་བཀོད་མ་ཚང་དེ་ཐག་ཆོད་ཡིན། ཨ་ནི། ལོ་ཡུན་འདི་ཡི་རིང་ལ་ཡང་བོད་ཀྱི་བསྟན་སྲིད་སྐྱེ་འགྲོའི་བདེ་སྐྱིད་དང་བཅས་པ་ལ།

ཡང་ད་ཨ་ད་པོ་ཏོ་ཞེས་གི། ག་ད་མི་གུས་ཆོས་པ་ཅིག་གིས་ཅིག་གིས་མི་ཚིག་ངས་སྐྱ་རེ་རེད། ག་ད་ཅེས་གི་བོད་གཙོ་བོར་གྱུར་པའི་འཛམ་གླིང་ཤར་ནུབ་ལྷོ་བྱང་ཡུལ་གྲུ་མང་དགུ་ལ་ང་སླེབས་པ་རེད་ལ།

ཅེས་འགའ་རེ་འགའ་རེ་ཆ་བཞག་ན། ཅེས་དངོས་གནས་གཅིག་གིས་བསྟན་འགྲོའི་དོན་དག་རོ། ག་ལ་གང་འཚམ་ངས་གྲུབ་ཡོད། ད་དུང་ཡིན་ན་ཡང་བསྟན་པ་དང་འགྲོ་བའི་དོན་དག་ལ་ཡང་ངས་མི་ཚེ་འདི་གི་ག་ཚད་ཐུབ་ཐུབ་ཀྱིས་བསྟན་པ་དང་འགྲོ་བའི་དོན་དག་ལ་ཡང་སྨིན་པ་ཅིག་ཡོང་ཐུབ་ཡ།

མཉམ་ཞུགས་གནང་མཁན་མི་མང་ཁག་ཅིག་ལ་བཅར་འདྲི་ཞུ་ཡོད་པས་རྣམ་པ་ཚོས་གསན་གཟིགས་གནང་རོགས། སྤྱི་ཡོངས་ཀྱི་ད་ང་ཚོས་རེ་བ་བརྒྱབ་པའི་སྐར་ཚོགས་རེད་རེ་བ་བརྒྱབ་པ་ལས་ལྷག་ཚེ་རབས་ཅིག་བྱུང་སོང་བསམ་གྱི་འདུག་གལ་ཆེ་ཤོས་ད་ང་ཚོས་གྲ་སྒྲིག་བྱས་པ་རེད་བ་ལ་གྲ་སྒྲིག་བྱས་བྱས་དུས་ད་ནས་དེ་ལ་ཡ་ད་གྲ་སྒྲིག་བྱས་པ་ནས་ཀྱི་མི་མང་ཅིག་འཛོམས་དགོས་རེད་བ་མི་མང་མེད་པའི་ད་ང་ཚོའི་གྲ་སྒྲིག་དེ་གྲ་སྒྲིག་གཏོང་མ་རང་རེད་བ། དེ་འདྲས་སོང་ཙང་དེ་ལས་ད་རེས་མི་མང་ད་ང་ཚོ་དུས་རྒྱུན་དེ་གཉུས་མར་གནས་པ་ལས་ལྷག་ཅིག་ཕྱི་ལོགས་ནས་གནས་བྱས་ཧ་ལམ།

ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དྲུག་པ་ལྔ་བའི་ནང་དུ་ནས་ང་ཚོ་ཚོགས་འདུ་འཚོགས། ཨན་ནི་ག་ས་དམིགས་བསལ་ཚོགས་ཆེན་འཚོགས་ཨན་དེ་ནས་ང་ཚོ་དེ་ཚོགས་ཆུང་བཙུགས་འདུག་ཕྱི་ཟླ་ལྔ་བ་དྲུག་པ་དོན་ནས་ནས་བཅས་ང་ཚོ་ད་ཚོགས་ཆུང་བཙུགས་ཡག་དང་ཨན་ལས་ཀ་བྱེད་ཡག་དང་འཆར་གཞི་སྒྲིག་ཡག་དང་ཨོ་ཐི་ཀས་འགོ་བཙུགས་བྱས་ཕྱི་ཟླ་གང་ད་དོན་དོན་ན་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་ལྔ་བ་དྲུག་པ་དོན་ནས་འགོ་བཙུགས་པ་རེད་ལོ། ཨ་ཟོ། ཨ་ནི་ད་དགོས་དོན་དེ་ད་བོད་གཞིས་བཅུ་གཉིས་ལ་ཆ་མཚོན་པ་ཡིན་ན་ག་ཚོད་གལ་ཆེན་པོ་ཆགས་དགོས་ཡོད་རེད་ད།

དགུང་ལོ་བརྒྱ་ཆ་ལ་ཕེབས་པའི་སྐབས་སུ་གྱ་སྟོན་བྱས་པ་ཡང་དེ་རེད་ད། སྤྱིར་ན་ང་ལ་གྱ་སྟོན་གྱི་སྐབས་དེ་ལ་འཁྲབ་སྟོན་གཅིག་བྱེད་རོགས་གྱིས། ད་རྩེད་མོ་གཅིག་བཙལ་རོགས་གྱིས་ཟེར་བ་མ་གཏོགས་དེ་དུས་གྱ་སྟོན་དེ་ལ་བཤད་པ་བཤད་རྒྱུ་ཡིན་པ་གོ་སྒྲིག་ཚོགས་ཆུང་གིས་ཧ་གོ་ཡོད་མ་རེད། ང་ལ་ཕལ་ཆེར་ཁ་ཤགས་འདྲ་བོ་དེ་འདྲ་གཅིག་བཤད་རྒྱུ་རེད་བསམ་ནས་ད་བོད་ནང་ནས་རྒྱུ་རྩིས་པ་འདྲ་བོ་གཅིག་གི་མིང་ཡོད་ཙང

ད་རྩེད་མོ་གཞན་དག་རྩེ་བ་མ་གཏོགས་བཤད་པ་ཟེར་བ་ཅིག་ཕལ་ཆེར་ཡིག་ངག་གཉིས་ཀྱི་ཐོག་ན་ཡོད་ས་མ་རེད་དེ་སྔོན་ལ་ད་ངས་བསྐྱར་བཏོན་ལ་བཤད་པ་ཡོད་ཡ་ཅིག་བཟོ་བཞག་ན། གཅིག་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དེ་གུ་ད་བསྐྱར་བཏོན་གྱི་མ་འབྲེལ་གྱི་ཚུལ་དུ་དེ་འདྲ་འབུལ་བཞག་ན་སོ་སོ་རང་ཉིད་ལ་ཡང་ཚོགས་བསགས་བ་དང། གོང་ས་མཆོག་ཡང་ཐུགས་རྒྱུས་ཀྱི་རེད་བསམ། དེ་ནས་བོད་བཞི་བྱེས་གཉིས་ཀྱི་མི་མང་གི་འདོད་བློ་ཡང་གསར་བ་ཅིག།

དེ་ནས་ང་ཚོ་གི་ཚོགས་བསགས་ཡན་ལག་བདུན་དང་འབྲེལ་ནས་བྲིས་རྗེས་དེ་རྗེས་གནས་ངས་བསམ་བློ་འགྱུར་བ་བཏང་ནས་ད་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་ནས་བཤད་བཞག་ན་བསམ། དེ་ནས་མགོན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་ནས་དེ་རང་ཕུལ་བ་དེ་སྟེ། དེ་ནས་ང་ཚོ་གི ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྩ་བའི་བླ་མ་གཙུག་གི་ནོར་བུ། གཞི་བྱེས་གཉིས་ཀྱིས་བཀྲ་བའི་མིག་དང་ཁོག་པའི་སྙིང་ལ་བརྩེ་བ་ཡོད་པའི་ཡིད་བཞིན་གྱི་ནོར་བུ་འདི་ལྟ་བུ་ཅིག་ང་ཚོ་ལ་ཡོད་དེ། དེའི་ནང་ང་ཚོ་གིས་དཔྱད་པ་ཅིག་ཕུལ་བས་ན་དེའི་ནང་ལ། ཆོལ་ཁ་གསུམ་སྐྱིད་ན་སྐྱིད་ཅིག་དང་སྡུག་ན་སྡུག་ཅིག་ཡིན་པའི་ཁོང་གི་དུས་རྒྱུན་དུ་ང་ཚོ་ལ་བཀའ་སློབ་ལམ་སྟོན་བྱེད་ཀྱི་ཡོད་པ་དེ་གཞི་བཞག་གི་སྟེང་ནས་གོ་གི་མཆོད་པ་ཡིན་ན་རེད། ཡང་ཆོས་རྒྱུད་ཚང་མ་རྡོག་རྩ་གཅིག་སྒྲིལ་ཆོས་རྒྱུད་ཚང་མ་དམ་ཚིག་ཨོ་ཆི་གཅིག་འདྲིས་བྱེད་དགོས་ཙང། ཨ་ནི་ཁོང་སང་གི་བཀའ་སློབ་ལམ་སྟོན་དུས་དང་རྣམ་པ་ཀུན་ཏུ་ཕེབས་ཀྱི་ཡོད་ཙང་ཡང་དེ་ནི་ད་གཡུང་དྲུང་བོན་ལུགས་གཉིས་ཡག་པོ་ཤེས་ཤེས་ཀྱི་མི་འདུག་ཡིན་ན་ཡང་མཚན་ཙམ་ཟིག་བརྗོད་ནས་ང་ཚོ་གི་གདོད་མའི་ཆོས་ལུགས་རེད་པ་དེ་ནི་རྒྱ་གར་ནས་ཚུར་དར་བའི་ང་ཚོ་གི་བོད་ཀྱི་ཐུབ་བསྟན་འདི་གི་ཆོས་བརྒྱུད་ཆེན་པོ་བཞི་ཇོ་ནང་དང་ལྔ་དག་འདིའི་ལྟ་གྲུབ་དང་ལྷག་པར་དུ་ཡང་དག་པའི་ལྟ་བ་དང་སྦྱར་ནས། དོན་མི་གཅིག་བཤད་ཁ་ཅིག་ད་ང་རང་གི་ཚོ་གི་ད་ལོ་ལ་དཔག་པའི་རེད་ད་བྲིས་ཡ་ད་ཅིག་ལོ་རེད་ད་ནི་ལོ་རེ་གཅིག་ཡག་རི་འདྲ་བོ་འགྲོ་གི་ཡོད་སྲིད་གི་རེད་ཡིན་ན་ཡང་བཤད་ཡ་ད་བསྒྱུར་ཚུལ་ངོམ་ཡ་ད་དེ་ཚོ་ད་ལོ་རེ་ད་ནི་ལོ་རེ་ལོ་གི་བབ་ཀྱིས་ཨ་ནི་འཁུམ་རི་འཁུམ་རི་འགྲོ་གི་ཡོད་རེད་བ་ཡིན་ན་ཡང་ད་དེ་འདྲ་འདྲ་བོ་གཅིག་པས་ཡིན་ད་བཞི་བཞི་གཉིས་ཀ་གི་བོད་མི་མང་གིས་ངའི་སྐད་གོ་བ་དེ་ཚོ་གི་རེ་བ་མང་པོ་རྒྱབ་བསྡད་ཡོད་རེད་ང་རང་གིས་ཡང་དྲིན་ཆེན་རྩ་བའི་བླ་མ་ཁམས་གསུམ་ཆོས་ཀྱི་རྒྱལ་པོ་གསར་ཐང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། གངས་ལྗོངས་འགྲོ་བ་མི་ལྷ་དང་བཅས་པའི་སྣོད་བཅུད་མི་རིགས་རིག་གཞུང་དང་བཅས་པའི་ཚབ་མཚོན་ཉག་གཅིག་གོང་ས་ཐམས་ཅད་མཁྱེན་པ་ལ་ཚོགས་བསགས་ཀྱི་སྨད་དྲིལ་གཅིག་གི་བསམ་པ་བཟུང་ནས་ཡང་དག་པའི་གོ་སྟོན་བྱས་པ་དེ་ཕུལ་ཡ་བྱུང་བ་ལ་དཔེ་མི་སྲིད་དགའ་བོ་བྱུང་སོང་ང་ལ་དེའི་གོ་སྐབས་གནང་མཁན་གྱི་གོ་སྟོན་གོ་སྒྲིག་ཚོགས་ཆུང་གི་དབུ་ལས་ཡོངས་རྫོགས་ལ་ཡང་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་བཞེས་ཀྱི་ཡོད་འོ་དེ་འདྲ་ཡིན་ཚང་མ་ལ་བཀྲ་ཤིས། ང་འདི་ཨ་མདོ་རྨ་ཆེན་ནས་ཡིན། དེ་གི་ཉག་སྒྲོ་ལོ།